ཁྱོ་ག་སྐྱེས་མའི་སྤུ་བོ་དོ་ལོ་ཚང་མ་ཁྲ་ཁྲ་ཕ་ཁྲ་དམའོ། དམར་ན་དམར་སིང་ལྗང་ན་ལྗང་སིང་སེར་ན་སེར་སིང་ཧོ་ཧོ་ཧོ་ཧོ་ཧོ་ཧོ། དཔེ་ཡག་པོ་འདུག་དཔེ་ཡག་པོ་འདུག་ད། ནང་མི་འཆམ་མདུད་ནང་མི་མཉམ་དུ་ཀ་ཀ་ཀྲོ་ཀྲོ་སྙན་པ་ཕག་བྲེ་ཚུག་བྲེ་ཧོ་ཧོ་ཧོ་ཧོ་ཧོ་ཧོ། ཡིན་ནའི་ཡག་སྤུ་བོ་སེར་འདྲ་ཁྱོད་རང་ཚོ་ལ་བསམ་ཚུལ་ཅི་བཤད་ཅི་བ་ཅི། ཧོ་ཧོ་ཧོ་ཧོ་ཧོ་ཧོ།

བཞིན་པའི་བཅུ་ལྔའི་སྟ་རེ་བཅུ་ལ་ཀ་བ་རིན་པོ་ཆེ་ནོར་པའི་གཟིགས་མདངས་ཕུལ། ཙང་སྟེ་ང་ཚོ་ཕ་མ་གཅིག་སྟོང་ཨ་རི་ལུང་པ་ལེ་ཡར་རག། དེ་ནས་ང་ཚོ་ཕ་མ་དེ་ཚོ་ལས་ཀ་བྱེད་གོ་སྐབས་རག། ཁང་པ་ཉོས་ཡ་མོ་བྲ་ཉོས་ཡ་དོག་ལོག་ཉོས་ཡ་ཁ་ལག་ཟ་ཡ། དེ་ཚོ་ཚང་མ། Christmas། སྤོ་སྤོ་སེར་འདྲ་གི། བསྙེན་པ་བཀྲལ་བ་ན་ཞིག་ངང་འཛུགས་ཀྱི། སེང་སྒྲ་དེ་ག་བ་རིན་པོ་ཆེ་ཆགས་ཀྱི་ཡོད་རེད་ད། ཧོ་ཧོ་ཧོ་ཧོ་ཧོ་ཧོ། དེ་དྲན་པ་ནམ་ཡང་མ་བརྗེད་རོགས་གནང་དེ་སོང་ཙང། སོ་སོའི་སྤྲུལ་སྐུ་ལ་བསྙེན་པ་གནང་ལ། བཀྲལ་བ་ན་ཞིག་གནང་ལ Christmas ཤིང་སྡོང་ག་བ་ན་ཞིག་གནང་ལ། ཚང་མ་དོ་ལོ་དམར་བོ་སྙིང་རྗེ་མོ་ལྗང་གུ་ག་བ་ན་ཞིག་ཚང་མ། ད་ང་ཚོའི་སྤུ་གུ་ལ་བོད་སྐད་རྒྱག་པོ་རུ་གདའ། ཧོ་ཧོ་ཧོ་ཧོ་ཧོ་ཧོ། གང་ཡིན་ཟེར་ན་བོད་ནང་ལོ་ལབ་དྲག་རྒྱག་དྲག་མང་པོ་སྒོ་རྒྱག་ཚར་རེད། བོད་པའི་སྤྲུ་གུ Million གཅིག One Million རྒྱ་མི་གཞུང་གི་ལབ་དྲག་ནང་ལོ་བླུགས་ཚར་རེད། རྒྱ་མི་གིས་བོད་པའི་གི་སྤྲུ་གུ་གི་སྐད་དང་ཡི་གེ་འདི་མེད་བ་བཟོས་བའི་ཆེད་དུ་འདི་སོང་ཙང་ཚང་མ་ནང་ལ་ཕ་མ་རྣམ་པ་ཚོ་སྤྲུ་གུ་ལ་བོད་སྐད་རང་བསྐྱོད་རོགས་གནང། ཧོ་ཧོ་ཧོ་ཧོ་ཧོ་ཧོ། འདི་ད་ཆབ་ཅེས་ས་སྤེན་པ། བུའི་ལབ་སྒྲ་གཏང་རོགས་གནང། ཧོ་ཧོ་ཧོ་ཧོ་ཧོ་ཧོ། ཨ་ནི་ངར་དུ་ཞུ་བ་ན་ཞིག་རེད་ང་ཚོ་གི་སེར་འདྲ་འདི། རྒྱ་བ་རིན་པོ་ཆེ་ཆགས་ཀྱི་ཡོད་རེད་འདི་དྲན་པ་ནམ་ཡང་མ་བརྗེད་རོགས་གནང།